དོན་འདི་མཐར་ཕྱིན་པའི་ལམ་བཤད་པའི་སྐབས་སུ་མཐར་ཕྱིན་པའི་ལམ་ཟད་དེ་ཟད་པ་ཤེས་པ་དང་མི་སྐྱེ་བ་ཤེས་པ་གཉིས་སྟེང་དུ་བཤད་པར་ཁ་ཟིན། ད་མཐར་ཕྱིན་པའི་ལམ་ཟེར་ན་ག་འདྲ་ཅིག་རེད་ཟེར་གྱི་རེད་ཟེར་དུས། ཨ་ནི། དངོས་རྒྱུ། རྡོ་རྗེ་ལྟ་བུའི་ཏིང་འཛིན་ལ་བརྟེན་ནས། ཨ་ནི། འབྲས་བུ། ཟད་པ་ཤེས་པ་དང། མི་སྐྱེ་བ་ཤེས་པའི་ཡེ་ཤེས། བྱུང་བ་ཡིན་དུས། དེ་འདྲའི་ཟད་པ་ཤེས་པ་དང་མི་སྐྱེ་བ་ཤེས་པའི་ཡེ་ཤེས་ལ། དེ་ནི་མཐར་ཕྱིན་པའི་ལམ་མི་སློབ་ལམ་ཟེར་གྱི་ཡོད་རེད་ཞེས་པ་རེད། དེའི་སྐོར་ནས་དེ་ནི་ཟད་པ་ཤེས་པ་ག་འདྲ་རེད། མི་སྐྱེ་བ་ཤེས་པ་ཟེར་ནི་ག་འདྲ་རེད་ཟེར་ད་མི་སློབ་ལམ་གྱི། མི་སློབ་ལམ་གྱི་ཡིད་ཤེས་དེ་ལ་གཉིས་ཡོད་རེད་ཟད་པ་ཤེས་པ་དང་མི་སྐྱེ་བ་ཤེས་པ་གཉིས་ཡོད་རེད། དེ་ན་ནི་དང་པོ་ཟད་པ་ཤེས་པ་གང་ཞེ་ན། ཏེ། མི་སློབ་ལམ་གྱི་ནང་གསེས་ཟད་པ་ཤེས་པ་ཟེར་ན་ག་འདྲ་ཅིག་རེད་ཟེར་གྱི་ཡོད་རེད་ཞེས་པ། ཨ་ནེ་ནས་ལ་རྒྱུ་ཟེར་ནས་བཤད་པའམ་སྟེ། ཀུན་འབྱུང་རྒྱུ་ཀུན་འབྱུང་བདེན་པ་མ་ལུས་སྤངས་ནས་བདེན་བཞིའི་གནས་ལུགས་རྟོགས་པའི་ཡེ་ཤེས་ལ་ཟེར་ནའི་འགྲིག་གི་རེད་ཟེར་བ་ཡང་ན་ཟད་པ་ལ་དམིགས་པ་སྟེ། ཡང་ན་ཀུན་འབྱུང་སྤངས་པའི་འགོག་བདེན་ལ་དམིགས་པའི་ཡེ་ཤེས་ལ། ཟད་པ་ཤེས་པའི་ལམ་ནི་རིགས་རེ་ཟེར། བདག་ཟད་པར་ཤེས་པའི་དོན་དག་གཉིས་ལེགས་རིག། རྒྱུ་ཟད་ནས་ཤེས་པ་གང་ཡིན་པ་ཟད་དུས། དེ་ནས་རྒྱུ་ཀུན་འབྱུང་མ་ལུས་པར་སྤངས་ནས། བདེན་བཞིའི་གནས་ལུགས་རྟོགས་པའི་ཡེ་ཤེས་ལ། ཟད་པ་ཤེས་པའི་ལམ་ནི་རིགས་རེ། ཡང་ན་ཟད་པ་ལ་དམིགས་པ་སྟེ། རྒྱུད་ཀུན་འབྱུང་མ་ལུས་པར་སྤངས་པའི་འགོག་བདེན་ལ་དམིགས་པའི་ཡེ་ཤེས་ལ་ཟད་པ་ཤེས་པ་ལམ་ནས་འགྲིག་རེ་ཟེར་བ་རེད། ཞེས་ད་དེ་ནི་མི་སྐྱེ་བ་ཤེས་པ་ཟད་དེ། ཟད་མི་སྐྱེ་ཤེས་པའི་ཡེ་ཤེས་ཟེར་ཏེ་ཡོངས་གྲགས་ཆོས་སྐད་རེད། ཟད་མི་སྐྱེ་ཤེས་པའི་ཡེ་ཤེས་ཟེར་ཏེ་ད་མི་སློབ་ལམ་ནས་ངོས་བཟུང་བར་བ། ཡང་ནི་མི་སྐྱེ་བ་ཤེས་པ་མི་སྐྱེ་བ་ཤེས་པ་ཟེར་ན། ད་ག་འདྲ་ཅིག་གཟིགས་རེ་བྱེད་པ་རེད། ཡང་ནི་ལན་ལ། འབྲས་བུ་སྤངས་ནས་ཤེས་པ་གང་ཡིན་པའང་སྟེ། དང། ངོས་བཟུང་དོན་གྱི་འབྲས་བུ་སྤངས་ནས་ཤེས་པ་གང་ཡིན་པ་སྟེ། འབྲས་བུ་སྡུག་བསྔལ་བདེན་པ་མ་ལུས་པར་སྤངས་ནས། བདེན་བཞིའི་གནས་ལུགས་རྟོགས་པའི་ཡེ་ཤེས་ལ། མི་སྐྱེ་བའི་ཤེས་པ་ཟེར་ནས་འགྲིག་གི་རེད་སྲིད། ཡང་ན། འབྲས་བུ་མི་སྐྱེ་བ་ལ་དམིགས་པའོ་སྟེ། དེ་ནི། འབྲས་བུ་སྡུག་བསྔལ་སྤངས་པའི་འགོག་བདེན་ལ་དམིགས་པའི་ཡེ་ཤེས་ལ་མི་སྐྱེ་བའི་ཤེས་པ་ལམ་ནས་འགྲིག་རེད་ཟེར་གོ་རེད། འོ་དེ་ཤེས་པར་བརྟག་ན་མཐར་ཕྱིན་པའི་ལམ་ཧ་གོ་བ་ལ། ཡང་ན་ཟད་པ་ཤེས་པའི་ཡེ་ཤེས་དང། ཡང་ན་མི་སྐྱེ་བའི་ཤེས་པའི་ཡེ་ཤེས་གཉིས་ཧ་གོ་དགོས་ཀྱི་ཡོད་རེད། ད་ཡིན་དུས་ཟད་པ་ཤེས་པ་ཟེར་ན་ག་འདྲ་ཅིག་རེད་ཟེར་དུས། དེ་ནི་རྒྱུ་ཀུན་འབྱུང་མ་ལུས་པར་སྤངས་ནས་བདེན་བཞིའི་གནས་ལུགས་རྟོགས་པའི་ཡེ་ཤེས་ལ་ཟད་རེད་ལབ་ནས་འགྲིག་གི་ཡོད་རེད། ཨ་ནི་མི་སྐྱེ་བའི་ཤེས་པ་ཟེར་ན་ག་འདྲ་ཅིག་རེད་ཟེར་གི་ཡོད་རེད་ཟེར་དུས། འབྲས་བུ་སྡུག་བསྔལ་མ་ལུས་པར་སྤངས་ནས་བདེན་བཞིའི་གནས་ལུགས་རྟོགས་པའི་ཡེ་ཤེས་ལ་ཟེར་གྱི་ཡོད་ལབ་ནས་འབྲི་གི་བ་རེད་ཁར་ས་གཉིས་གཉིས་དུ་ཨ། ཟད་པ་ཤེས་པ་ཟེར་ན་དོན་དག་གཉིས་ཤེས་པ་རེད་མི་སྐྱེ་བ་ཤེས་པ་ཟེར་ན་དོན་དག་གཉིས་ཤེས་པ་རེད། དེ་ནས་ཟད་པ་ལ་དམིགས་པ་ཟེར་ན་ཀུན་འབྱུང་བདེན་པ་སྤངས་པའི་འགོག་བདེན་ལ་དམིགས་པའི་ཡེ་ཤེས་ལ་ཟེར་བ་ཟད་པ་ཤེས་པ་ལབ་ནས་འབྲི་གི་བ་རེད། འབྲས་བུ་མི་སྐྱོ་དམིགས་པ་ཟེར་དུས་འབྲས་བུ་སྡུག་བསྔལ་བདེན་པ་སྤངས་པའི་འགོག་བདེན་ལ་དམིགས་པའི་ཡེ་ཤེས་ལ་ཡང་དེ་ནས་མི་བགྱིད་པ་ཤེས་པར་ལམ་ནི་འགྲིག་རེད་ཟེར་བ་རེད། ད་ནི་མི་སློབ་པའི་ཆོས་བཅུ་ནི་མི་སློབ་པའི་ཚུལ་ཁྲིམས་ཀྱི་ཕུང་པོ་དང་ཏིང་ངེ་འཛིན་ཕུང་པོ་དང། ཤེས་རབ་ཀྱི་ཕུང་པོ་དང་རྣམ་པར་གྲོལ་བའི་ཕུང་པོ་དང་རྣམ་པར་རོལ་བའི་ཡེ་ཤེས་ཀྱི་ཕུང་པོའི་དབང་དུ་བྱས་པར་ཤེས་པར་བྱའོ་སྟེ། ཟེར་བ་རེད། དེ་ནས། གོང་དུ་མི་སློབ་པའི་ཆོས་བཅུ་ཟེར་མཁན་དེ། ཨ་ནི། དགྲ་བཅོམ་པའི་རྒྱུད་ལ་ཡོད་པའི། ཟག་མེད་ཀྱི་ཕུང་པོ་ལྔའི་དབང་དུ་བྱས་ནས་གསུངས་པ་རེད་ཟེར་བ་རེད། དཔེར་ན། དེ་ནི། མི་སློབ་པའི། ཕ་ལམ་ཡན་ལག་བརྒྱད་ཀྱི་ནང་ནས་མི་སློབ་པའི་ཡང་དག་པའི་ངག། མི་སློབ་པའི་ལས་ཀྱི་མཐའ། མི་སློབ་པའི་ཚོར་བ་ཟིལ་ངན་དེ། དེ་ནས་སྒྲ་གཅན་པའི་རྒྱུད་ལས་པའི་ཟངས་མིག་གི་ཚུལ་ཁྲིམས་ལ། ཚུལ་ཁྲིམས་ཀྱི་དབང་དུ་བྱས་ནས་གསུངས་པ་རེད། ཨ་ནི་དགྲ་བཅོམ་པའི་རྒྱུ་ལས་པའི་ཕ་ལམ་ཡང་ན་བརྒྱད་ཀྱི་ནང་གསེས་དྲན་པ་ཡང་དག་ཏིང་འཛིན་ཡང་དག་དེ། དགྲ་བཅོམ་པའི་རྒྱུ་ལས་པའི་ཟག་མེད་ཀྱི་ཏིང་ངེ་འཛིན་གྱི་དབང་དུ་བྱས་ནས་གསུངས་པ་རེད། ཨ་ནི་དགྲ་བཅོམ་པའི་རྒྱུ་ལས་པའི་ཕ་ལམ་ཡང་ན་བརྒྱད་ཀྱི་ནང་གསེས་ཡང་དག་པའི་ལྟ་བ་ཡང་དག་པའི་རྟོགས་པ་ཡང་དག་པའི་རྩོལ་བ་ཟེར་མཁན་དེ་ཚོ། ཨ་ནི་དགྲ་བཅོམ་པའི་རྒྱུ་ལས་པའི་ཟག་མེད་ཀྱི་ཤེས་རབ་ཀྱི་དབང་དུ་བྱས་ནས་གསུངས་པ་རེད།

ཧོ། འདི་ཡིག་ཤེས་པ་རེད། ད་ད་ལྟའི་བར་དུ་གང་ལྟར་ལམ་བདེན་ཤེས་བསྡད་གོ་རེད་ད། ལམ་ད་ཐ་མ་དེ་ལམ་བདེན་གྱི་མཚན་ཉིད་མདོར་བསྡུས་ནས་ཤེས་པ་རེད། ཡང་ལམ་གྱི་བདེན་པ་ནི་མཚན་ཉིད་བཞིར་རིག་པར་བྱ་སྟེ། ལམ་གྱི་མཚན་ཉིད་དང་རིག་པའི་མཚན་ཉིད་དང་སྒྲུབ་པའི་མཚན་ཉིད་དང་ངེས་པར་འབྱེད་པའི་མཚན་ཉིད། མཚན་ཉིད་དོ་སྟེ། ད་འདི་བར་དོ་ཤེས་པ་རེད། ཡང་ལམ་བདེན་གྱི་མཚན་ཉིད་མདོར་བསྡུས་ན། ལམ། རིག་པ། སྒྲུབ་པ། ངེས་འབྱིན་བཞི་སྟེ་ཡིན་སྲིད་པར་སྟེ་པ་དེ་འདུས་བཞིན་དུ། ཡང་ལམ་བདེན་གྱི་རྣམ་པ་ནི་མཚན་ཉིད་བཞིར་རིག་པར་བྱ་སྟེ་ལམ་གྱི་བདེན་པ་དང་རིག་པའི་མཚན་ཉིད་དང། སྒྲུབ་པའི་ཚེ་ངེས་པར་འབྱིན་པའི་མཚན་ཉིད་དུ་སྟེ། ད་ནི་གོང་དུ་ཞུས་པ་ལྟར་བདེན་པ་བཞིའི་ནང་ནས་དེ་ནི་ལམ་བདེན་གྱི་མཚན་ཉིད་དེ་མདོར་བསྡུ་ན། ལམ་དང་གཅིག་རིག་པ་དང་གཉིས་སྒྲུབ་པ་དང་གསུམ་ངེས་འབྱིན་བཞི་དེ་ཡིན་སྲིད་པ་རེད། ད་ནི་རིམ་པ་བཞི་དང་འབྲེལ་བ་བསྐྱེད་པར་ཅིའི་ཕྱིར་ལམ་གྱི་མཚན་ཉིད་བྱེད་ན་ཅེས་ཞེ་ན་སྟེ། དེ་ནས། ད་ལམ་གྱི་མཚན་ཉིད་ག་རེ་རེད་ཅེས་དྲིས་པ་རེད། ཅིའི་ཕྱིར་ལམ་གྱི་མཚན་ཉིད་ཅེས་བྱ་ན་སྟེ། ལམ་གྱི་མཚན་ཉིད་གང་ཡིན་གཟིགས་པ་རེད། དེ་ནི། དེ་ཁོ་ནའི་དོན་ཡོངས་སུ་ཚོལ་བའི་ཕྱིར་རོ་སྟེ། གནས་ལུགས་ཀྱི་དོན་རྟོགས་པའི་ཡེ་ཤེས་དེ་ལ་ཟེར་བ་ཡིན་གཟིགས་པ་རེད། ཞེས་ད་ལམ་བསལ་ཏེ། ལམ་བསྒྲུབ་པ་རིགས་པ་ངེས་འབྱིན་བཞི་བསལ་ཡོད་དོ། ལྟ་དེ། བདེན་བཞིའི་མཚན་ཉིད་མི་རྟག་བཅུ་དྲུག་བསལ་ཏེ་ན་ལ་རེ། དཔེར་ན་སྡུག་བསྔལ་བདེན་པ་ལ། སྟོང། སྡུག་བསྔལ།

ཅིའི་ཕྱིར་སྒྲུབ་པའི་མཚན་ཉིད་ཅེས་བཤད་ན་སྟེ། སྒྲུབ་པ་ཟེར་ན། ག་འདྲི་ཕྱིར་ཟེར་གི་ཡོད་རེད་ཅེས་པར། སེམས་ཕྱིན་ཅི་མ་ལོག་པར་སྒྲུབ་པའི་ཕྱིར་རོ་སྟེ། སེམས། ཕྱིན་ཅི་མ་ལོག་པར་སྒྲུབ་པར་བྱེད་མཁན་གྱི་ཡེ་ཤེས་ལ་ཟེར་གི་རེད། སེམས། དེ། ནོར་འཁྲུལ་མེད་པའི། ནོར་འཁྲུལ་མེད་པའི་སེམས་གཅིག་ཏུ་བཟོ་མཁན་གྱི་ཡེ་ཤེས་དེ་ལ། ནི་སྒྲུབ་པ་ཟེར་གི་རེད་ཞེས་པར། ལྟ། གནས་ལུགས་རྟོགས་པའི་ཡེ་ཤེས་ལ། ལམ།

ཐར་པའི་གནས་སུ་འཁྲིད་པར་བྱེད་མཁན་གྱི་ཡེ་ཤེས་ཡིན་ཙང། ཨ་ནི་ངེས་པར་སྦྱིན་པ་ལ་གུ་རེ་ཡིས་བཏགས་པ་ཟེར་ན་ད་དེ་རེ་ཐར་པ་རེད། ཐར་པའི་གནས་སུ་འགྲོ་བ་ཉིད་ཀྱི་ཕྱིར་རོ་ཟེར་ན། ཐར་པའི་གནས་སུ་འཁྲིད་པར་བྱེད་མཁན་གྱི་ཡེ་ཤེས་ཡིན་བཞིན་ཡིན་དུས། ཨ་ནི་ངེས་པར་སྦྱིན་པ་གཟིགས་རེ་ཡིས་གཟིགས་པ་རེད། མདོར་ན། ལམ་བདེན་གྱི་མཚན་ཉིད་བཞི་སྟེ་ངེས་པར་དུ་ངེས་དགོས་རུང་ག་དུས་ཡིན་ན་ཡོང་བསྡད་ཀྱི་རེད། ཨ་ནེ་ལམ་ཟེར་ན་ད་གནས་ལུགས་རྟོགས་པའི་ཡེ་ཤེས། རིག་པ་ཟེར་ན་ཉོན་མོངས་ཀྱི་ཁ་བརྡས་བྱེད་མཁན་ཡེ་ཤེས། སྒྲུབ་པ་ཟེར་ན་སེམས་དེ་ཕྱིན་ཅི་མ་ལོག་པ་གཅིག་ཏུ་བཟོ་མཁན་གྱི་ཡེ་ཤེས། ཨ་ནེ་ངན་སྦྱིན་ཟེར་ན། ཐར་པའི་གནས་སུ་ཐར་པའི་ཐར་པ་ལ་འཁྲིད་པར་བྱེད་མཁན་གྱི་ཡེ་ཤེས་དེ་རེད་ཟེར་བ་རེད། ད་དེ་ནས་དྲི་བ་ཅི་བཏང་བ་རེད། བདེན་པ་རྣམས་ལ་རྣམ་པ་བཅུ་དྲུག་པ། བདེན་པ་རྣམས་ལ་རྣམ་པ་བཅུ་དྲུག་ནི་འཇིག་རྟེན་པ་ཡང་ཡོད་འཇིག་རྟེན་འདས་པ་ཡང་ཡོད་དེ། འཇིག་རྟེན་པ་དང་འཇིག་རྟེན་ལས་འདས་པ་ལ་བྱེ་བྲག་ཅི་ཡོད་ཅེ་ན་ཏེ་ཡེས་བསྡོམས་ནས་འགྲིག་རེད། ད་མི་རྟག་ལ་སོགས་བཅུ་དྲུག་ཧ་གོ་མཁན་དེ་སོ་སོའི་སྐྱེ་བོ་ཡང་ཡོད་རེད་ལ། འཕགས་པའི་གང་ཟག་ཡོད་རེད། ད་ཡིན་དུས་ཁོ་གཉིས་ལ་མ་འདྲེས་པའི་ཁྱད་པར་ག་རེ་ཡོད་རེད་དྲིས་པ་རེད་མདོར་ན་དེ་རེད། བདེན་པ་རྣམས་ལ་རྣམ་པ་བཅུ་དྲུག་ནི་འཇིག་རྟེན་པ་ཡང་ཡོད་འཇིག་རྟེན་ལས་འདས་པ་ཡང་ཡོད། འཇིག་རྟེན་པ་དང་འཇིག་རྟེན་ལས་འདས་པ་དག་བྱེ་བྲག་ཅི་ཡོད་ཅེ་ན་སྟེ། མི་རྟག་ལ་སོགས་བཅུ་དྲུག་ཧ་གོ་མཁན་གྱི་གང་ཟག་ལ་སོ་སྐྱེའི་གང་ཟག་ཡང་ཡོད་རེད་ལ་འཕགས་པའི་གང་ཟག་ཡོད་རེད། ད་ཡིན་དུས་ཁོ་གཉིས་ལ་མ་འདྲེས་པའི་ཁྱད་པར་ག་རེ་ཡོད་རེད་དྲིས་པར་ཨེ་ནས་ལན་སྤྲད་པ་རེད། ཤེས་བྱ་ལ་ལེགས་པར་ཞུགས་པ་དང་མ་ཞུགས་པའི་ཁྱད་པར་གཅིག་རེད། སྒྲིབ་པ་དང་བཅས་པ་དང་སྒྲིབ་པ་མེད་པ་ཟེར་ན་ཁྱད་པར་གཉིས་རེད། རྟོགས་པ་དང་བཅས་པ་དང་རྟོགས་པ་མེད་པ་དང་ཁྱད་པར་གསུམ་ཡོད་རེད་བྱས་ཙང། ཤེས་བྱ་ལ་ལེགས་པར་མ་ཞུགས་པ་དང་སྟེ། སོ་སོའི་སྐྱེ་བོ་རྣམས་ཀྱིས་མི་རྟག་ལ་སོགས་བཅུ་དྲུག་ངོ་མ་དེ། རྟོགས་ཐུབ་ཡོད་མ་རེད་ཟེར་བ་རེད། ལེགས་པར་བཞུགས་པ་སྟེ། འཕགས་པ་རྣམས་ཀྱིས་མི་རྟག་ལ་སོགས་བཅུ་དྲུག་སྟེ་ངོ་མ་རྟོགས་ཡོད་རེད་ཟེར་བ་རེད། ད་གུ་གཉིས་ཁྱད་པར་གཅིག་དེ་རེད། སྒྲིབ་པ་དང་བཅས་པ་དང་སྟེ། གལ་ཏེ་སོ་སོའི་སྐྱེ་བོས་རྟོགས་ན་ཡང། ཁོ་ལ། མཐོང་སྤང་གི་བག་ཆགས་དང་བཅས་པ་ཡོད་མཁན་རེད། སྒྲིབ་པ་མེད་པ་སྟེ། འཕགས་པའི་གང་ཟག་རྣམས། མཐོང་སྤང་མ་ལུས་པར་སྤང་ཚར་མཁན་རེད། དེ་ནི་ཁོ་གཉིས་མ་འདྲ་བའི་ཁྱད་པར་ཡོད་རེད། རྣམ་པར་རྟོག་པ་དང་བཅས་པ་སྟེ། སོ་སོའི་སྐྱེ་བོ་རྣམས་ཀྱིས་མི་རྟག་ལ་སོགས་བཅུ་དྲུག་སྟེ་དོན་སྤྱིའི་སྒོ་ནས་རྟོགས་ཀྱི་ཡོད་རེད། རྣམ་པར། རྣམ་པར་རྟོག་པ་མེད་པ་སྟེ་འཕགས་པ་རྣམས་ཀྱིས་མི་རྟག་ལ་བཅུ་དྲུག་སྟེ་མངོན་སུམ་དུ་རྟོགས་ཀྱི་ཡོད་རེད། བྱས་ཙང། འདི་ནི་བྱེ་བྲག་གོ། ཨ་ནི་གོང་དུ་བཤད་པ་འདི་ཚོ་ཁོ་གཉིས་པ་ར་ལ་མ་འདྲེས་པའི་ཁྱད་པར་ཡིན་སྲིད་པ། ད་འདི་ད་འདི་བར་དུ་ག་རེ་ཤེས་པ་རེད་འདི་བར་དུ། དེ་ནས་ག་སོགས་རེད། དོན་དག་ངོ་མ་ལ་ཤེས་རེད་ད་རྩོད་པོ་གཉིས་པ་རྩོད་སྤོང་རེད་རྩོད་སྤོང་གྱི་འདི་ལ་རྩོད་གཉིས་པ་རྩོད་པོ་སྤོང་བ་རེད་གོང་དུ་བཤད་འགྲོ་དུས་གང་ལ། གོང་དུ།

ངས་ཐུབ་ཀྱི་མ་རེད། འདིའོ་ཞེས་ངས་མ་བཏུབ་ན་མངོན་སུམ་དུ་རྟོགས་ཐུབ་ཀྱི་མ་རེད་ཟེར་བྱུང་ནའང་སྲིད། ཨ་ནི་ལན་ལ། འདི་ལྟར་འཇིག་རྟེན་ན་བདེ་བའི་རྣམ་པ་ལ་འཇུག་པ་ན་མི་རྟག། མི་རྟག་པའི་དོན་མཐོང་གི་མི་རྟག་ཉིད་ཅེས་བྱ་བ་དེ་མཐོང་བ་མ་ཡིན་ནོ་སྟེ། སྐྱོན་གྱི་མ་རེད། འཕགས་པའི་གང་ཟག་གིས་མི་རྟག་པའི་དོན་མངོན་སུམ་དུ་མཐོང་བའི་སྒོ་ནས། མི་རྟག་པས་མི་རྟག་པ་རྟོགས་པ་རེད་མ་གཏོགས། འདི་མི་རྟག་པའོ་ཞེས་རྣམ་རྟོག་གི་འཛིན་ནི་མི་རྟག་པ་རྟོགས་པ་མ་རེད་ཟེར་བར་བྱས་ཙང། དགའ་སྐྱོན་གང་ཡང་ཡོད་མ་རེད་ཟེར་བ་རེད། འདི་ལྟར་འཇིག་རྟེན་ཁོའི་དྲི་བ་འདིར། ཨ་ནི་འཕགས་པའི་གང་ཟག་ལ་རྣམ་རྟོག། རྣམ་རྟོག་མེད་ན་འདི་མི་རྟག་པའོ་ཞེས་ངེས་པར་བྱེད་ཐུབ་པ་མ་རེད། འདི་མི་རྟག་པའོ་ཞེས་ངེས་པར་མ་ནུས་ན། ཨ་ནི་མི་རྟག་པ་མངོན་སུམ་དུ་རྟོགས་ཐུབ་ཀྱི་མ་རེད་ཟེར་རྒྱུ་ན་ཨ་ནི་སྐྱོན་གྱི་མ་རེད་ཟེར། འདི་ལྟར་འཇིག་རྟེན་ལས་འདས་པའི་རྣམ་པ་ལ་འཇུག་པ་ན་མི་རྟག་པའི་དོན་མཐོང་གི་མི་རྟག་པ་ཅེས་བྱ་བར་མཐོང་བ་ནི་མ་ཡིན་ནོ་སྟེ། འཕགས་པའི་གང་ཟག་གིས་མི་རྟག་པ་མངོན་སུམ་མི་རྟག་པའི་དོན་མངོན་སུམ་དུ་མཐོང་བའི་སྒོ་ནས་ཨ་ནི་མི་རྟག་པ་རྟོགས་པ་རེད་མ་གཏོགས། དང་པོ། འདི་མི་རྟག་པའོ་ཞེས་རྣམ་རྟོག་གིས་འཛིན་ནས་ཨེ་ནི་མི་རྟག་པ་རྟོགས་པ་དེ་འདྲ་མ་ཡིན་དུས་སྐྱོན་གང་ཡང་ཡོད་མ་རེད་ཟེར་བ་ལ། ཨེ་ནི་མི་རྟག་པའི་རྟོགས་ཚུལ་གོ་ལ་ཞེས་པ་རེད་དེ་ལྷག་མ་དང་མཉམ་དུ་བཤད་སོང། མི་རྟག་པའི་དོན་ལ་ཇི་ལྟ་བུ་ལ་དེ་བཞིན་དུ་རྣམ་པ་ལྷག་མ་རྣམས་ལའང་ཇི་ལྟར་མཐུན་མཐུན་དུ་སྦྱར་བར་རིག་པར་བྱའོ་སྟེ་ཟེར་བ་རེད།

དཔེ་དེ་བཞིན་དུ་མི་རྟག་ལ་སོགས་བཅོ་ལྔ་ལ་ཡང། འཕགས་པ་རྣམས་ཀྱི་རྟོག་དང་གོང་དུ་མི་རྟག་པ་རྟོག་དང་བཤད་པ་དེ་འདྲ་གཅིག་པ་གཅིག་ཀྱང་ཡིན་ཙང་ཨ་ནི་འགལ་བའི་སྐྱོན་གང་ཡང་མེད་སྲིད་པ་རེད། བདེན་པ་རྣམ་པར་ངེས་པ་ཞེས་བྱ་བ་སྟེ། ཀུན་ལས་བཏུས་པ་གཉིས་པའོ་ཟེར་ད་ཀུན་བཏུས་གཉིས་པ་དེ་ཕྱིན་ད་དེ་ནི་ཆོས་རྣམ་པར་ངེས་པ་གང་ཞེ་ན་ཆོས་རྣམ་པར་ངེས་པ་གང་ཟེར་ན། གསུང་རབ་ཡན་ལག་བཅུ་གཉིས་ལ་བརྟེན་ནས་དེའི་གི་བརྗོད་བྱ་རྗོད་བྱེད་ལ་ཡིད་ཆེས་པ་ཡིད་ཆེས་བསྐྱེད་པ་ཟེར་ན་གང་འདྲ་ཅིག་ཟེར་བ་ཡིན་སྲིད་བར། ཆོས་རྣམ་པར་ངེས་པ་གང་ཞེ་ན་སྟེ། གསུང་རབ་ཡན་ལག་བཅུ་གཉིས་ལ་བརྟེན་ནས་དེ་ཀའི་རྗོད་བྱེད་ཚིག་དང་བརྗོད་བྱ་དོན་ལ་ཡིད་ཆེས་པ་སྐྱེས་པ་ཟེར་ན་གང་འདྲ་ཅི་ལ་ཟེར་བ་ཡིན་ཟེར་བ་རེད། ཨ་ནི་ལན་ལ། དེ་ནི་མིང་གི་དབྱེ་བ་མདོར་བསྟན་ངོ་བོ་རྒྱས་པར་བཤད། སྡེ་སྣོད་གསུམ་དུ་བསྡུ་བ་དང་གསུམ་ཡོད་པའི་ནང་ནས་དང་པོ་མིང་གི་དབྱེ་བ་མདོར་བསྟན་པ་ནི་ཟེར་བ་རེད། ཆོས་ཞེས་བྱ་བ་ནི་སྟེ། དེ་ནི་དོན་ཕྱིན་ཅི་མ་ལོག་པར་སྟོན་མཁན། སངས་རྒྱས་ཀྱི་གསུང་རབ་དེ་ལ་དབྱེ་བ་བྱས་པ་ཡིན་ན། རིམ་པ་བཞིན་དུ་དེ་ནི་བཅུ་གཉིས་ཡོད་ཟེར་བ་རེད། ད་ཆོས་ཞེས་བྱ་བ་ནི་དེའི་དོན་དག་མ་ནོར་བར་སྟོན་མཁན་སངས་རྒྱས་ཀྱི་གསུང་རབ་དེ་ལ་དབྱེ་བ་བྱས་པ་ཡིན་ན། འོག་ནས་འབྱུང་བ་ནང་བཞིན། ཡོད་རེད་ཡིས་སུ་ག་རེ་བ་ནི་ག་རེ། ཨ་ནི་མདོ་སྡེའི་སྡེ་སྣོད་དང་དབྱངས་ཀྱིས་བསྙད་པའི་སྡེ་དང། ལུང་དུ་བསྟན་པའི་སྡེ་དང། ཚིགས་སུ་བཅད་པའི་སྡེ་དང། ཆེད་དུ་བརྗོད་པའི་སྡེ་དང་གླེང་གཞིའི་སྡེ་དང་རྟོགས་པ་བརྗོད་པའི་སྡེ་དང། དེ་ལྟ་བུ་འབྱུང་བའི་སྡེ་དང་སྐྱེས་པའི་རབས་ཀྱི་སྡེ་དང་ཤིན་ཏུ་རྒྱས་པའི་སྡེ་དང་རྨད་དུ་བྱུང་བའི་ཆོས་ཀྱི་སྡེ་དང་གཏན་ལ་ཨ། གཏན་ལ་ཨ་བར་བསྟན་པའི་སྡེའོ་སྟེ། དེ་ནི། མདོ་སྡེ་བཟླས་ནས་མགོ་བཙུགས་ནས་མཇུག་གཏན་ལ་ཨཱརྃ་པར་བརྟན་པའི་བརྡའི་བར་དུ་གསུང་རབ་ཡན་ལག་བཅུ་གཉིས་ཡོད་པ་ཡིན་ཟེར་བ་རེད། ད་ནམ་རྒྱུན་ང་ཚོ་ཡོངས་གྲགས་གསུང་རབ་ཡན་ལག་བཅུ་གཉིས་ཟེར་དེ་རེད། ཆོས་ཤེས་ཞེས་བྱ་བ་ནི་ཆོས་ཤེས་ཞེས་ན་བ་སྟེ། དོན་དག་ཕྱིན་ཅི་མ་ལོག་པར་སྟོན་མཁན་སངས་རྒྱས་ཀྱི་གསུང་རབ་དེ་ལ་དབྱེ་བ་འབྱེད་པ་ཡིན་ན་ཨ་ནི་ག་ཚོད་ཡོད་རེད་ཟེར་ན་མདོ་སྡེ་སྡེ་སྣོད་དང་མདོ་སྡེ་སྡེ་དང་མདོའི་སྡེ་དང་གཅིག། དབྱངས་ཀྱི་རྙེད་པའི་སྡེ་དང་གཉིས། ལུང་དུ་བསྟན་པའི་སྡེ་དང་གསུམ། ཚིགས་སུ་བཅད་པའི་སྡེ་དང་བཞི། ཆེད་དུ་འབྱེད་པའི་སྡེ་དང་ལྔ། གླེང་གཞིའི་སྡེ་དང་དྲུག་རྟོགས་པ་འབྱེད་པའི་སྡེ་དང། བདུན། དེ་ལྟ་བུ་འབྱུང་བའི་སྡེ་དང་བརྒྱད། སྐྱེས་པའི་རབས་ཀྱི་སྡེ་དང་དགུ། ཤིན་ཏུ་རྒྱས་པའི་སྡེ་དང། བཅུ། རྨད་དུ་བྱས་པའི་ཆོས་ཀྱི་སྡེ་དང། བཅུ་གཅིག་གཏན་ལ་ཨ་བར་བསྟན་པའི་སྡེ་དང་བཅུ་གཉིས་ཡོད་པ་ཡིན་སྲིད་བར། ད་འདིའི་བར་དུ་མིང་གི་དབྱེ་བ་མདོར་བསྟན་རེ་དང་གཉིས་པ་ངོ་བོ་རྒྱས་པར་བཤད་བར་བ། གཉིས་པ་ངོ་བོ་རྒྱས་པར་བཤད་པ་ལ་བཅུ་གཉིས་ཡོད་བར་བ། གཉིས་པ། གཉིས་པ་ངོ་བོ་རྒྱས་པར་བཤད་པ་ལ་བཅུ་གཉིས་ཡོད་པའི་ནང་ལ་དང་པོ། མདོའི་སྡེ་ལ་དྲི་བ་དང་ལན་གཉིས་པའི་དང་པོ་དྲི་བ་རེ

གང་སྨོས་པའི་ཚུལ་གྱིས་རྐྱང་པར་གསུངས་པ་གཏད་དེ། ཚིག་ལྷུག་རྐྱང་རྐྱང་གི་སྒོ་ནས། བརྗོད་བྱ་རྣམས་མདོར་བསྡུས་ཏེ། གསལ་བར་གསུང་མཁན་གྱི་མདོ་ལ་མདོ་སྡེ་སྟེ་ཟེར་གྱི་རེད། མདོ་སྡེ། གང་སྨོས་པའི་ཚུལ་གྱིས་རྐྱང་པར་གསུངས་པ་གཏད།

ད་དེ་ཧ་གོ་མདོ་སྡེ་དེ་ཧ་གོ་རུ་བ་མདོ་སྡེ་དེ་ཟེར། རེད་ད་དེ་ནི་གཉིས་པ་ཕན་ཡོན་ཞེས་པར་ཕན་ཡོན་དེ་གཉིས་པ་དེའི་ཕན་ཡོན་ནི་ཟེར་བ། ཕན་ཡོན་བཅུ་ཟེར་ནས་དེ་བཞིན་གཤེགས་པས་མདོར་སྨོས་པའི་ཚུལ་གྱིས་ཆོས་བསྟན་ཏེ་ཟེར་དུས། ད་ག་སོ་རེད། མདོའི་སྡེ་དེ་གསུངས་པ་ལ་ཕན་ཡོན་བཅུ་གསུངས་པ་རེད། ཕན་ཡོན་བཅུ་ཟེར་ནས་དེ་བཞིན་གཤེགས་པ། མདོར་སྨོས་པའི་ཚུལ་གྱིས་ཆོས་སྟོན་པ་སྟེ་ཟེར་བ་རེད་ད། དེ་ནི། ཉན་མཁན་དང་ཤེས་མཁན་ལ་ཕན་ཐོགས་བཅུ་ཡོད་པར་སངས་རྒྱས་ཀྱིས་གཟིགས་ནས་མདོའི་སྡེ་དེ་གསུངས་པ་རེད། མདོའི་སྡེ་ད་དང་པོ་མདོའི་སྡེ་ཟེར་ན་ག་འདྲ་ཅིག་གང་དངོས་པོའི་ཚུལ་གྱིས་རྐྱང་པར་གསུངས་པ་སྟེ་ཟེར་ན། ཚིག་ལྷུག་རྐྱང་རྐྱང་གི་སྒོ་ནས་བརྗོད་བྱ་རྣམས་མདོར་བསྡུས་ནས་གསལ་བོ་ཞེ་བོ་ཅིག་གསུངས་པའི་མདོ་ལ་མདོའི་སྡེ་ཟེར་བ་རེད། དེ་ནས། དེ་གཉིས་པ་ཕན་ཡོན། ཕན་ཡོན་བཅུ་ཟེར་ནས་དེ་བཞིན་གཤེགས་པ་ལ་འདོར་རོ་སྨྲས་པའི་ཚུལ་གྱིས་ཆོས་སྟོན་པ་སྟེ་སྲིད་དུ་ཉན་མཁན་དང་ཤེས་མཁན་ལ་ཕན་འདོགས་བཅུ་ཡོད་པར་གཟིགས་ནས་སངས་རྒྱས་ཀྱི་མདོའི་བརྡས་གསུངས་པ་རེད། འོ་ན་ཕན་འདོགས་བཅུ་དེ་ག་རེད་ཟེར་ན་དེ་དེ་རེད། རྣམ་པར་གཞག་སླ་བ་དང་སྟེ། བརྗོད་བྱ་རྣམས་བསམ་བློའི་ནང་ལ་གཞག་སླ་བ་གཅིག་རེད། དེ་ནས་ཤེས་སླ་བ་ཟེར་ནས་ཤེས་མཁན་གྱིས་ཤེས་ལས་སླ་པོ་ཡོད་སླ་པོ་ཡོད་པ། གཟུང་སླ་བ་ཟེར་ནས་ཉན་མཁན་གྱིས་ཉན་སླ་པོ་ཡོད་པ། དེ་ནས་གསུམ་བྱས་ན་ཆོས་ལ་གུས་པས་མྱུར་དུ་ཚོགས་ཡོངས་སུ་རྫོགས་པར་བྱེད་པ་དང་སྟེ། དེ་ནས་ཆོས་ལ་དད་པ་སྐྱེས་ནས་མགྱོགས་པོ་ཚོགས། ས་ཡ་མཐར་ཕྱིན་པར་གྱུར་པ་དེ་སྲིད་པོ་རེད། ད་རྒྱ་ཕན་ཡོན་བཅུ་རྣམས་མཉམ་པར་གཞག་པར་སླ་བ་ཟེར་ན། བརྗོད་བྱ་རྣམས་བསམ་བློའི་ནང་ལ་བཞག་སླ་བ་གཅིག་རེད། ཤེས་སླ་བ་ཟེར་ན་ཤེས་མཁན་གྱིས་གཞན་ལ་ཤེས་སླ་བ། བཟུང་སླ་བ་ཟེར་ན་ཉན་མཁན་གྱི་ཨམ་ཅོག་ལ་ཉན་སླ་བོ་ཡོད་པ། ཨ་ནི་ཆོས་ལ་གུས་པས་མྱུར་དུ་ཚོགས་ཡོངས་རྫོགས་རྫོགས་པར་བྱེད་པ་དང་སྟེ། ཨ་ནི་ཆོས་ལ་དད་པ་སྐྱེས་ནས་མགྱོགས་པོ་ཚོགས་ཆ་ཚང་བསགས་ཐུབ་པ། མྱུར་དུ་ཆོས་ཉིད་རྟོགས་པར་གྱུར་བ་སྟེ། ཨ་ནི་མགྱོགས་པོ་གནས་ལུགས་རྟོགས་ཐུབ་པ། དེ་ཚོ་རུ་དང་ག་ཚོད་ཕྱིན་སོང། རྣམ་པར་གཞག་པར་སླ་བ་དང་གཅིག་ཤེས་སླ་བ་དང་གཉིས་བཟུང་སླ་བ་དང་གསུམ་ཆོད་སླ་གོལ་བུས་མྱུར་དུ་ཚོགས་ཡོངས་རྫོགས་རྫོགས་པར་བྱེད་པ་དང། ལྔ། མྱུར་དུ་ཆོས་དབྱིངས་རྟོགས་པར་གྱུར་པ་དང་དྲུག་ཕྱིན་པ་རེད་ད་ཕན་ཡོན་དྲུག་ཅེས། སངས་རྒྱས་ལ་ཤེས་ནས་དད་པ་ཐོབ་པ་དང་སྟེ། སངས་རྒྱས་ཀྱི་ཡོན་ཏན་ཤེས་ནས། འགྱུར་བ་མེད་པའི་དད་པ་བསྐྱེད་པ་དང། དེ་ནི་བདུན་ཡོན་ཅན། ཆོས་དང་དགེ་འདུན་ལ་ཤེས་ནས་དད་པ་ཐོབ་པ་དང་སྟེ། ཆོས་དང་དགེ་འདུན་གྱི་ཡོན་ཏན་ཤེས་ནས། འགྱུར་བ་མེད་པའི་དད་པ་བསྐྱེད་པ་དང། བརྒྱད་རེ་བ། ཨ་ནི་མཐོང་བའི་ཆོས་ལ་བདེ་བར་གནས་པའི་ཆོས་ལ་རེག་པ་དང། ད་ད་ལྟ། རྣམ་པར་གཞག་པ་ཤེས་སླ་བ་དང་གཅིག། རྣམ་པར་གཞག་པར་སླ་བ་དང་གཅིག་ཤེས་སླ་བ་དང་གཉིས་གཟུང་སླ་བ་དང་གསུམ། ཆོས་ལ་གུས་པས་མྱུར་དུ་ཚོགས་ཡོངས་སུ་རྫོགས་པར་བྱེད་པ་དང། དེ་ནས་བཞི། མྱུར་དུ་ཆོས་ཉིད་རྟོགས་པར་གྱུར་པ་དང་ལྔ། ཆོས་ལ་ཤེས་ནས་དད་པ་ཐོབ་པ་དང་དྲུག། དེ་ནས། ཆོས་དང་དགེ་འདུན་ལ་དད་པ་ཤེས་ནས་དད་པ་ཐོབ་པ་དང་བདུན་བཅས། དེ་ནས། བདེ་བའི་ཆོས་ལ་བདེ་བར་གནས་པའི་ཕྱོགས་ལ་རེག་པ་དང་སྟེ། དེ་ནས། དེ་བས་ཏེ། སངས་རྒྱས་ཀྱིས་གསུང་དགོས་དོན་དག། ཧ་གོ་བའི་རྐྱེན་གྱིས་ཚེ་འདིར་སེམས་ལ་དགའ་བ་དང་སྤྲོ་བ་ཐོབ་པ། མཐོང་བའི་ཆོས་ལ་བདེ་བར་གནས་པའི་ཕྱོགས་ལ་རེག་པ་དང་སྟེ། སངས་རྒྱས་ཀྱི་གསུང་གི་དོན་དག་དེ་ཚོ་རང་གི་ཧ་གོ་བའི་རྐྱེན་གྱིས་རང་གི་ཚེ་འདིར་སེམས་ལ་དགའ་བ་དང་སྤྲོ་བ་ཐོབ་པ། ཨ་ནི་རྒྱས་བཅས། སྦེལ་བའི་གཏམ་གྱིས་གཏན་ལ་ཨབ་པ་ཨབ་པའི་དམ་པ་རྣམས་ཀྱི་སེམས་མགུ་བར་བྱས་ཏེ་སྟེ། མཁས་པ་རྣམས་ཀྱི་ཐུགས། རྙེད། སྙེད་འགྲོ་བའི་བརྩོན་པ་ཡག་པོ་རྒྱབ་ཐུབ་པ་ལ་སོགས་པ་བྱུང་བ་དང་བསྲེ་བ་རེད། སྦལ་པའི་གཏམ་གྱིས་གཏན་ལ་འབེབས་པས་དམ་པ་རྣམས་ནི་ཐུགས་མགུ་བར་གྱུར་པ། བརྩོན་པ་ཡག་པོ་རྒྱབ་པ་ལ་སོགས་པའི་སྒོ་ནས་སྐྱེ་བོ་དམ་པ་རྣམས་མཁས་པ་དེ་ཚོ་ཐུགས་མཉེས་པོ་ཆགས་པ་དེ་འདྲ་དང་བསྲེ་བ་རེད། ཨ་ནི་ཐ་གུ་བ་རེ་བཅུ་བ་མཁས་པ་མཁས་པ་ཞེས་བྱ་བའི་གྲངས་སུ་འགྲོ་སྟེ། ཐམས་ཅད་ཀྱི་མཁས་པར་བརྩི། རེས་ཐམས་ཅད་ཀྱི་མཁས་པར་བརྩི་བ་དང། ཨ་ནི་ཕན་ཡོན་བཅུ། ཨ་ནི་འབྱུང་བ་ཡིན། ད་འདི་གན། གསུང་རབ་ཡན་ལག་བཅུ་ཡི་ནང་ནས་དང་པོ་མདོའི་སྡེ་ཟེར་ཏེ་ཕྱིན་པ་རེད། ད་གཉིས་པ་དབྱངས་ཀྱི་རྙེད་པའི་སྡེ་གང་ཞེ་ན། དབྱངས་ཀྱི་རྙེད་པའི་སྡེ་ཟེར་ན་ག་འདྲ་ཅི་ལ་ཟིག་རེད་ཅེས་བས་ད་འདི་ཚོ་དཔེ་ཆའི་མིང་རྐྱང་རྐྱང་རེད། གསུང་རབ། དཔེ་ཆ་མ་འདྲ་བ་བཅུ་གཉིས་བྱུང་བར་བ། དཔེ་ཆ་མ་འདྲ་བ་བཅུ་གཉིས་དེ།

ཨ་ནི་མདོ་སྡེ་དང་མདོ་སྡེ་དེའི་ནང་དུ་ཚིག་ལྷུག་རྐྱང་རྐྱང་ཅན་གསུང་བཞག་པ་རྣམས། དེ་ནི་དབུས་སུ་བར་སྐབས་ཀྱི་ཚིག་རྗེས། དེ་ནི་ཐ་མ་བསྡུས་པའི་ཚིག་རྗེས་ཡོད་མཁན་གྱི་མདོ་སྡེ་ལ་ཟེར་གྱི་རེད་ཟེར་བ། ད་མདོ་སྡེ་དེ་ནས་དབུས་དང་མདོ་སྡེ་དེ་ནས་དུ། མདོ་སྡེ་དེ་ནས། མདོ་བསྡུས་ཏེ་དེ་ཉིད་དུ་དབུས་དང་ཐ་མར་ཚིགས་སུ་བཅད་དེ་དབྱངས་ཀྱི་རྙེད་པའོ་སྟེ། མ་གཞི། མདོ་སྡེ། སྡེ་དང་འདྲ་བ་ཡིན་པ་ལ། དེ་རེད། མ་གཞི་མདོ་སྡེ་སྡེ་དང་འདྲ་བར་ཚིག་ལྷུག། ཡིན་པ་ལ། དབུས་སུ་བར་སྐབས་ཀྱི་ཚིགས་བཅད་ཡོད་མཁན། མཇུག་ལ་བསྡུས་པའི་ཚིགས་བཅད་ཡོད་མཁན་གྱི་མདོ་དེ་ལ། དབྱངས་ཀྱི་སྙེད་པའི་སྡེ་ཟིག་རེ་ཟེར་བ་སྟེ། མདོའི་སྡེ་དེ་ཉིད་དུ་དབུས་དང་མཐའ་མར་ཚིགས་སུ་བཅད་དེ་དབྱངས་ཀྱི་སྙེད་པའོ་སྟེ། མ་གཞི། མདོ་སྡེ་དེ། ནང་བཞིན་ཚིག་ལྷུག་ཏུ་གསུངས་པ་ཡིན་པ་ལ། དེ་ནས། ད་རེས་མ་འདྲ་བ་དེ་དབུས་སུ་བར་སྐབས་ཀྱི་ཚིག་གཅིག་ཡོད་པ། ཐ་མར་བསྡུ་བའི་ཚིག་གཅིག་ཡོད་མཁན་མདོ་དེ་ཡིན་སྲིད་བར། ད་བར་སྐབས་ཀྱི་ཚིག་ཅན་དང་བསྡུ་བའི་ཚིག་ཅན་གྱི་འགྲོ་སྟངས་འདྲ་པོ་དེ་ང་ཚོ་ཚད་མ་རིག་འདི་ན་བྱུང་སོང་དེ་ཚོ་རེད། དེ་ནས། ཡང་ན། དབྱངས་ཀྱི་རྙེད་པའི་སྡེ་ཟེར་ཏེ་གོ་བའི་གཞན་དག་ཅེས་ཡོད་རེད་སོ། ཡང་དྲང་བའི་དོན་གྱི་མདོ་སྡེ་རྟོགས་པར་བྱེད་པའི་དབྱངས་ཀྱི་རྙེད་པའོ་སྟེ་སོ། ཡང་ན། དྲང་དོན་གྱི་མདོ་དེ་ཚོ། ཚིག་ལབ་པ་ན་བཞིན་ཁབ་ཏུ་གོ་ཡ་མ་ཡིན་པ། དོན་དག་གཞན་དག་ཅིག་གོ་རྒྱུ་ཡོད་པ་ཡིན་ཙང། དྲང་དོན་གྱི་མདོ་དེ་ཚོ་ལ་དབྱངས་ཀྱིས་བསྙེགས་པའི་མདོ། དབྱངས་ཀྱིས་བསྙེགས་པའི་སྡེ་ཟེར་གྱི་རེད་ཟེར་བ་ལ། དྲང་བའི་དོན་གྱི་མདོ་དེ་རྟོགས་པར་བྱེད་པའི་དབྱངས་ཀྱིས་བསྙེགས་པའོ་སྟེ། དྲང་དོན་གྱི་མདོ་དེ་ཚོ། ཁབ་ཏུ། ཚིག་ལབ་པ་ན་བཞིན་གོ་རྒྱུ་མ་ཡིན་པ། དོན་དག་གཞན་ཅིག་གོ་རྒྱུ་ཡོད་པ་ཡིན་ཙང། དབྱངས་ཀྱིས་བསྙེགས་པ། དབྱངས་ཀྱིས་བསྙེགས་པའི་སྡེ་ཟེར་གྱི་རེད་ཟེར་བ་ལ། དེ་ནས་ད་དེ་ནས། གཉིས་ཕྱིན་པར་བ་ད་གསུམ་པ་ལུང་དུ་བསྟན་པའི་སྡེ་གང་ཞེ་ན། ད་ལུང་དུ་བསྟན་པའི་སྡེ། ལུང་དུ་བསྟན་པའི་སྡེ་ཟེར་ན་ག་འདྲ་ཅིག་ལ་ཟེར་གྱི་རེད། ད་དེ་དཔེ་བྱད་ཅིག་མིང་རུ་བ། ཨ་ནི་གང་ལས་ཉན་ཐོས་འདས་ཏེ་ཤི་བའི་དུས་བྱེད་པ་དང་འབྱུང་བ་ལུང་བསྟན་པའོ་སྟེ། ཉན་ཐོས་དང་བྱང་ཆུབ་སེམས་དཔའ་དང་ཁྱིམ་བདག་ལ་སོགས་པ་རྣམས་སྔོན་གྱི། སྔོན་གྱི་དུས་འདི་ལྟ་བུ་ནས་དགོངས་པ་རྫོགས་འདུག། མ་འོངས་པ་ན་དུས་འདི་ལྟ་བུ་ན་སྐྱེ་བ་ལེན་གྱི་རེད་ཞེས་ལུང་བསྟན་པའི་མདོ་ལ། ལུང་དུ་བསྟན་པའི་མདོ་ཟེར་གྱི་རེད་ཟེར་བ་རེད། ལུང་དུ་བསྟན་པའི་སྡེ་གང་ཞེ་ན་ལུང་དུ་བསྟན་པའི་སྡེ་ཟེར་ན་ག་འདྲ་ཅིག་ལ་ཟེར་གྱི་རེད་ཟེར་དུས། གང་ལས་ཉན་ཐོས་འདས་དེ་ཤི་བའི་དུས་བྱེད་པ་དང་འབྱུང་བ་སྟོན་པ་སྟེ། དེ་ནས་ཉན་ཐོས་དང་གཅིག་བྱང་ཆུབ་སེམས་དཔའ་དང་གཉིས་ཁྱིམ་བདག་ལ་སོགས་པ་རྣམས་སྔར། དུས་འདི་འདྲ་ཅིག་སྐབས་སུ། དེས་དགོངས་པ་རྫོགས་ཤིང་འདུག། མ་འོངས་པ་ན་དུས་འདི་འདྲ་ཅིག་སྐབས་སུ་ཡང་འགྱུར་སྐྱེ་གི་འདུག་སྲིད་པའི་ལུང་བསྟན་པའི་མདོ་དེ་ལ

ངེས་དོན་གྱི་མདོ་དེ་ཚོ་ལ་ལུང་དུ་བསྟན་པའི་མདོ་ཟེར་གྱི་རེད་ཅེས་པ་རེད། ད་དེ་ནི་བདེན་མེད་གསུང་རབ་ཡན་ལག་བཅུ་གཉིས་ནང་ནས་གསུང་ཕྱིན་པ་རེད། ད་བཞི་པ་ཚིགས་སུ་བཅད་པའི་སྡེ་གང་ཞེ་ན་གསང་སྟག་ཚིགས་སུ་བཅད་པའི་སྡེ་ཟེར་ན་ག་འདྲ་ཅིག་ལ་ཟེར་གྱི་རེད་ཟེར་བ་རེད། དེ་ནི་ཚིགས་སུ་ཚིགས་སུ་ཚིགས་སུ་སྦྱར་ནས་གསུངས་པ་སྟེ་ཟེར། ད་ཚིགས། ཚིགས་བཅད་རྐྱང་རྐྱང་གི་སྒོ་ནས་གསུངས་པའི། ཚིགས་བཅད་རྐྱང་རྐྱང་ཐོག་ནས་གསུངས་བཞག་པའི་མདོ་སྡེ་ལ། ཚིགས་སུ་བཅད་པའི་སྡེ་ཟེར་གི་རེད་ཟེར་བ་རེད། ཚིགས་བཅད་རྐྱང་རྐྱང་ཡོད་མཁན་གྱི་མདོ་སྡེ། ད། ཚིགས་སུ་བཅད་ནས་གསུངས་པ་སྟེ་ཚིགས་བཅད་རྐྱང་རྐྱང་གི་ཐོག་ནས་གསུངས་པའི་མདོ་ལ།

ཚིག་བཅད་ཚེ་ལྟ་དེ་འབྲེལ་བའི་ནང་ལ་རྐང་པ་གཉིས་ཡོད་མཁན་ཚིག་གཅིག་གི་དཔེར་བརྗོད་ཡོད་འདུག་གསུམ་ཡོད་མཁན་གྱི། རྐང་པ་གསུམ་ཡོད་ཚིག་གཅིག་གི་དཔེར་བརྗོད་ཡང་འདུག་རྐང་པ་བཞི་ཡོད་མཁན་ནི་ནམ་རྒྱུན་ང་ཚོ་ཡོངས་གྲགས་དེ་རེད་བ། དཔེར་ན། ཤེས་བྱ་ཐམས་ཅད་གཟིགས་པའི་སྤྱན་ཡང་འབར་ཟེར་དེར་རྐང་པ་གཅིག་ཟེར་བ་ཚིག་ཚིག་རྐང་གཅིག་ཟེར་བ་དེ་འདྲས་བཞི་ཡོད་མཁན་ཚིག་གཅིག་དེ་ནམ་རྒྱུན་ཡོངས་གྲགས་རེད་བ། ད་རེས་དེ་ཡིན་པའི་ཁྱབ་པ་ཡང་མ་རེད་བྱས་ཙང་ད་ཚིགས་སུ་བཅད་པའི་བདེ་སར་ག་འདྲ་གཅིག་གཟིགས་རེད་ཟེར་ན། ཚིགས་སུ་བཅད་ནས་གསུངས་པ་སྟེ་སམ་ཚིགས་བཅད་རྐྱང་རྐྱང་གི་ཐོག་ནས་གསུངས་པའི་མདོ་དེ་ལ་ཨ་ནི་ཚིགས་སུ་བཅད་པའི་སྡེ་ཟེར་གྱི་རེད་ཟེར་བ་རེད། དེ་ནས་རྩ་བ་གཉིས་པ་དང་གསུམ་པ་དང་བཞི་པ་དང་ལྔ་པ་དང་རྩ་བ་དྲུག་པའོ་སྟེ་ཟེར་བ་རེད། དེ་འདྲའི་ཚིགས་བཅད་དེའང་རྐང་པ་གཉིས་རྐྱང་པ་ཡོད་མཁན་གྱི་ཚིགས་བཅད་ཡོད་རེད། རྐང་པ་གསུམ་ཡོད་མཁན་གྱི་རྐང་པ་གསུམ་ཡོད་མཁན་གྱི་ཚིགས་བཅད་ཡོད་རེད་ལ། རྐང་པ་བཞི་ཡོད་མཁན་གྱི་ཚིགས་བཅད་ཡོད་རེད་ལ་རྐང་པ་ལྔ་ཡོད་མཁན་གྱི་ཚིགས་བཅད་ཡོད་རེད་ལ་རྐང་པ་དྲུག་ཡོད་མཁན་གྱི་ཚིགས་བཅད་ཡོད་རེད། རྐང་པ་བཞི། རྐང་པ་དྲུག། ཚང་འགྲོ་དུ་བཞི་ནི་ཚིགས་བཅད་ཆགས་འགྲོ་མཁན་མ་གཏོགས། ཚིགས་བཅད་ཡིན་ན་རྐང་པ་བཞི་རྐྱང་པ་ཡིན་པའི་ཁྱབ་པ་ཡོད་མ་རེད། ད་དེའི་བར་དུ་དེ་ནི་དེ་བཞིན་ད་དེ་ནི་ཆེད་དུ་བརྗོད་པའི་སྡེ། ད་ཆེད་དུ་འབྱེད་པའི་སྡེ་ཟེར་ན་གང་འདྲ་ཅིག་རེད་ཟེར་གྱི་རེད་དོ་ཆེད་དུ་བརྗོད་པའི་སྡེ། ཆེད་དུ་བརྗོད་པའི་སྡེ་གང་འདྲ་ཅིག་རེད་ཟེར་གྱི་རེད་ཟེར་ན། གང་ཡིད་རང་ན་བརྗོད་པའོ་སྟེ། སྣང་རོགས་བྱས་ནས་སྣང་རོགས་བྱས་ཟེར་ན་མ་ཞུས་པར། སངས་རྒྱས་ཀྱི་བསྟན་པ་ཡུན་རིང་དུ་གནས་པར་བྱ་བའི་ཆེད་དུ། སངས་རྒྱས་ཁོ་རང་ཐུགས་དགའ་ཞིང་སྤྲོ་བའི་སྒོ་ནས་ཆེད་མངགས་ཏུ་གསུངས་པའི་མདོ་ལ།

ཡིན་ནའི་སྔོན་མ་དགེ་སློང་བཟང་སྦྱིན་གྱིས་མི་ཚངས་སྤྱོད་བྱས་པ་རེད། དེ་བྱས་ཚར་དུས། དེ་ནས། བྱས་ཚར་དུས་སངས་རྒྱས་ཀྱིས་ད་ཁྱོད་ནོར་ཚར་བ་རེད་ཕྱིན་ཆད་གྲྭ་བ་རྣམས་ཀྱིས་མི་ཚངས་སྤྱོད་བྱེད་ཆོག་གི་མ་རེད་ཟེར་ནས་ཁྲིམས་བཞག་པ་རེད། དེ་འབྲེལ་གྱི་གླེང་གཞི་ཡོད་པ་ལྟ་བུ། ཡང། གྲྭ་བ་རྣམས་ཀྱིས་རྐུ་མ་བརྒྱབ་ཆོག་གི་ཡོད་མ་རེད། ཡིན་ན་ཡང་སྔན་མ་དགེ་སློང་ནོར་ཅན་གྱི་སེང་གེ་དེ། ད་ལྟ་དེ་མི། དགེ་སློང་བཟང་ཅན། དགེ་སློང་བཟང་ཅན་གྱིས། ཨ་ནི་མི་ཚངས་སྤྱོད་བྱས་པ་ཡིན་བྱས་པ་རེད་ཨ་ནི་སངས་རྒྱས་ཀྱི་ད་ཕྱིན་ཆད་གྲྭ་བས་མི་ཚངས་སྤྱོད་ཀྱི་ལས་ཀ་བྱེད་ཆོག་གི་མ་རེད་ཟེར་ཁྲིམས་བཞག་པ་རེད། ཨ་ནི། ཡང་དགེ་སློང་ནོར་ཅན་ཟེར་ཀྱོ་རེད། ཁོག་གི་མ་བྱིན་བརླན། ཤིང་རྐུ་མ་བརྒྱབ་པ་རེད། དེ་བརྒྱབ་དུས་སངས་རྒྱས་ཀྱིས་ད་ཕྱིན་ཆད་གྲྭ་བས་ཀྱི་མ་བྱིན་བརླན་ཤིང་ལ་སོགས་པ་རྐུ་ཆོག་གི་མ་རེད་ཟེར་ཁྲིམས་བཞག་པ། དེ་འབྲེལ་གྱི་ད་དེ་ལ་སོགས་པའི་གླེང་གཞི་སྟོན་པའི་མདོ་ལ་གླེང་གཞི་དེ་ཟེར་གྱི་རེད། ད་རྟོགས་པ་བརྗོད་པའི་སྡེ་གང་ཞེ་ན་རྟོགས་པ་བརྗོད་པའི་སྡེ་ཟེར་ན་ག་འདྲ་ཅིག་ལ་ཟེར་གྱི་རེད། དཔེ་ལྟར་བྱས་པར་གསུངས་པའོ་སྟེ། དཔེ་ལྟར་བྱས་པར་གསུངས་པའོ་སྟེ། དེ་ནི། དོན་དག་དེ་གསལ་པོ་ཞིབ་བོ་ཅིག་ཧ་གོ་བའི་ཆེད་དུ། དཔེ། མང་པོ་ཞིབ་བོ་ཅིག་མགོ་ནས་གསུངས་པའི་མདོ་ལ། དེ་ནི། ད་དེ་ཟེར་གྱི་རེད། རྟོགས་པ་བརྗོད་པའི་སྡེ་ཟེར་གྱི་རེད། དཔེ་དང་བཅས་པར་གསུངས་པའོ་སྟེ། དོན་དག་དེ་གསལ་པོ་བཞི་བོ་གཅིག་ཧ་གོ་བའི་ཆེད་དུ། དཔེ། མང་པོ་བཞི་བོ་གཅིག། གི་སྒོ་ནས་གསུངས་པའི་མདོ་ལ། དེ་ནི་རྟོགས་པ་བརྗོད་པའི་སྡེ་ཟེར་གྱི། ཨ་ནི། དེ་ལྟ་བུ་འབྱུང་བའི་སྡེ་གང་ཞེ་ན།

ཨ་ནི་སྐྱེས་བུའི་རབས་ཀྱི་སྡེ་གང་ཞེ་ན། སྐྱེས་བུའི་རབས་ཀྱི་སྡེ་ཟེར་ན་ག་འདྲ་ཅིག་ལ་གཟིགས་རེད་ཟེར་བས། གང་བྱང་ཆུབ་སེམས་དཔའི་སྤྱོད་པ་དང་ལྡན་པའོ་སྟེ། སངས་རྒྱས་ཀྱི་དངོས་ཀྱི་འཁྲུངས་རབས་སྐོར་སྟོན་པའི་མདོ་ལ་གཟིགས་རེད། གང་བྱང་ཆུབ་སེམས་དཔའི་སྤྱོད་པ་དང་ལྡན་པའོ་སྟེ། སངས་རྒྱས་ཀྱི་སྔོན་གྱི་བྱང་ཆུབ་སེམས་དཔའ་ཡིན་པའི་སྐབས་ཀྱི་འཁྲུངས་རབས་སྟོན་པའི་འཁྲུངས་རབས་དེ་ཚོ་སྟོན་པའི་མདོ་ལ། སྐྱེས་པའི་རབས་ཀྱི་སྡེ་ཟེར་གྱི་རེད་ཟེར་བ་དང། ཤིན་ཏུ་རྒྱས་པའི་སྡེ་རེད། ཤིན་ཏུ་རྒྱས་པའི་མདོ་ཟེར་ན་ཤིན་ཏུ་རྒྱས་པའི་སྡེ་ཟེར་ན་ག་འདྲ་ཅི་རེད་ཟེར་གྱི་རེད་ཞེས་བ་རེད། ཨ་ནི་འདི་ལན་ལ། ངོ་བོ། རྣམ་གྲངས། ངེས་ཚིག་གསུམ་ཡོད་རེད་ད་དེ་ལ། མཚན་ཉིད་ཅེས། ཤིན་ཏུ་རྒྱས་པའི་སྡེ་ཡི་མཚན་ཉིད་ཅེས། མིང་གི་རྣམ་གྲངས་ཅེས་སྒྲ་བཤད་གསུམ་ཡོད་པ་ནི་དང་པོ་མཚན་ཉིད་རེད། གང། བྱང་ཆུབ་སེམས་དཔའི་སྡེ་སྣོད་དང་ལྡན་པའོ་སྟེ་ཟེར་བ་རེད། གང་བྱང་ཆུབ་སེམས་དཔའི་སྡེ་སྣོད་ལྡན་པའོ་སྟེ། ལམ་བར་ཆད་བཅུ་ཉམས་སུ་ལེན་པ་ལ་བརྟེན་ནས་གནས་སྐབས་འབྲས་བུ་ས་བཅུ། མཐར་ཐུག་གི་འབྲས་བུ་སངས་རྒྱས་ཀྱི་ས། བར་དུ་སྟོན་པའི་མདོ་ལ། ཤིན་ཏུ་རྒྱས་པའི་སྡེ་ཟེར་གྱི་རེད། གང་བྱང་ཆུབ་སེམས་དཔའི་སྡེ་སྣོད་དང་ལྡན་པའོ་སྟེ། ལམ་བར་དུ་ཕྱིན་པ་བཅུ་ཉམས་སུ་ལེན་པ་ལས་གནས་སྐབས་ཀྱི་འབྲས་བུ་ས་བཅུ། མཐར་ཐུག་གི་འབྲས་བུ་སངས་རྒྱས་ས་བར་དུ་སྟོན་པའི་མདོ་ལ། ཤིན་ཏུ་རྒྱས་པའི་སྡེས་གཟིགས་རིགས་ཏེ་མཚན་ཉིད་བཞི། དག་མིན་གྱི་རྣམ་གྲངས་རིགས་མིན་གྱི་རྣམ་གྲངས། ཤིན་ཏུ་རྒྱས་ཇི་ལྟ་བ་བཞིན་དུ་རྣམ་པར་འཐག་པ་དང་མཚུངས་འབྲེལ་ཡང་དེ་བཞིན་ནོ་སྟེ། ཡང་ན་རྣམ་པར་ཐར་པའི་སྡེ་དང་ཆོ་འཕྲུལ་གྱི་སྡེ་ཟེར་མཁན་དེ་ཚོ་ཡང་ཤིན་ཏུ་རྒྱས་པའི་སྡེ་དང་དོན་གཅིག་མིང་གི་རྣམ་གྲངས་ཡིན་ཟེར་བ་རེད། ཅེས་དང་ཤིན་ཏུ་རྒྱས་པ་ཇི་ལྟ་བ་དེ་བཞིན་དུ་རྣམ་པར་ཐག་པ་དང་ཆོ་འཕྲུལ་གྱི་དེ་བཞིན་དུ་སྟེ། རྣམ་པར་ཐག་པའི་སྡེ་དང་གཅིག་ཆོ་འཕྲུལ་གྱི་སྡེ་གཉིས་པོ་ཡང་ཤིན་ཏུ་རྒྱས་པའི་སྡེ་དང་དོན་གཅིག་མིང་གི་རྣམ་གྲངས་ཡིན་ཟེར་བ་རེད། ད་དེ་ནི་སྒྲ་བཤད་རེད། ཅིའི་ཕྱིར་ཤིན་ཏུ་རྒྱས་པའི

མཐར་ཐུག་ཕན་པ་གནས་སྐབས་བདེ་བ་ཐོབ་པའི་གཞི་ཡིན་པ་གཞི་ཡིན་པ་དང། རྒྱས་པར་ཟེར་དུས་རྒྱས་པར་ཟེར་དུ་བྱས་ཙང་ཕན་ཐོགས་རྒྱ་ཆེན་པོ་ཡོད་པ་རྒྱ་ཆེ་བ་སྟེ། དེ་ནི། སྙིང་རྗེ་ལྟ་བུ། སེམས་ཅན་ཐམས་ཅད་ལ་དམིགས་པ་ཡིན་ཙང། དེ་ནི། དམིགས་ཡུལ་རྒྱ་ཆེན་པོ། ཟབ་པའི་རྣམ་པར་ཟབ་པའི་རྣམ་པར་ཏེ། དེ་ནས་ག་སོ་རེ། བདག་མེད་རྟོགས་པའི་ཤེས་རབ་ཏུ་དམིགས་པ་ཟབ་པ་ཡོད་པ། དེ་འདྲའི། སྐོར་སྟོན་པའི་མདོ་ཡིན་ཙང་ཤིན་ཏུ་རྒྱས་པའི་སྡེ་ཟིག་རེད། ད་སེམས་ཅན་ཐམས་ཅད་ལ་ཕན་པ་དང་བདེ་བའི་གནས་ཡིན་པ་དང་ཟེར་ན། སེམས་ཅན་ཐམས་ཅད་ལ་མཐར་ཐུག་ཕན་པ་གནས་སྐབས་བདེ་བ་ཐོབ་པའི་གཞི་ཡིན་གཞི་ཡིན་པ་དང། རྒྱས་པ་དང་དེའི་རྐྱེན་གྱིས་ཕན་ཐོགས་ཆེན་པོ་ཡོད་པ་དང། རྒྱ་ཆེ་བ་ཟེར་ན་དམིགས་ཡུལ་རྒྱ་ཆེན་པོ་ཡོད་མཁན་གྱི་སྙིང་རྗེ་དང། དེ་ནས་ཟབ་པའི་རྣམ་པ་སྟེ། དམིགས་པ་ཟབ་པོ་བདག་མེད་རྟོགས་པའི་ཤེས་རབ་ལྟ་བུ་ཡོད་པར་སྟོན་པའི་ཤེས་རབ་ལྟ་བུ་སྟེ།

རྩམ་པ་འཐག་པ་ལྟར་དུ་འཇིག་ཅིང་མེད་པར་བཟོ་མཁན་ཡིན་པས་ན་རྣམ་པར་འཐག་པའི་སྡེ་ཟེར་གྱི་རེད་ཟེར་བ། སྒྲིབ་པ་ཐམས་ཅད་རྣམ་པར་འཐག་པའི་ཕྱིར་རོ་ཟེར་ན། སྒྲིབ་པ་དང་ཉོན་མོངས་པའི་སྒྲིབ་པ་དང་ཤེས་བྱའི་སྒྲིབ་པ་གཉིས་ཀ་དཔེར་ན་རྩམ་པ་འཐག་པ་ལྟར་དུ་འཇིག་ཅིང་མེད་པར་བཟོ་མཁན་གྱི་ཡིན་པས་ཡིན་ཙང་རྣམ་པར་འཐག་པའི་སྡེ་ཟེར་གྱི་རེད་ཟེར་བ་རེད། དེ་ནི་དེའི་རྗེས་ལ་མཚུངས་འབྲེལ་ཚུལ་དཔྱིད་ཀྱི་མཚུངས་འབྲེལ་ཤེས་ཅི་གནང་གསུངས་ལྟར། ཁྱེད་ཀྱིས་མཚུངས་གྲོལ་ཤེས་ན་མཚུངས་གྲོལ་གྱིས་མཚུངས་གྲོལ་གྱི་ལྡན་གྱི་སྒྲ་ཤེས་ག་རེ་ཡིན་ཟེར་བ་རེད། མཚུངས་པ་མེད་པའི་ཕྱིར་རོ་སྟེ་མཚུངས་པ་མེད་པའི་ཕྱིར་རོ་སྟེ། དེ་ནི་འདི་དང་མཚུངས་པའི་སྡེ་སྣོད་གཞན་མེད་ཙང་མེད་འདི་ཁོ་ན་མཆོག་ཡིན་ཙང་མཚུངས་གྲོལ་གྱི་སྡེ་ཟེར་གི་རེད་ཟེར། མཚུངས་པ་མེད་པའི་ཕྱིར་རོ་སྟེ། འདི་དང་མཚུངས་པའི་སྡེ་སྣོད་གཞན་མེད། འདི་ཁོ་ན་མཆོག་ཡིན་ཙང་མཚུངས་གྲོལ་གྱི་སྡེ་ཟེར་བ་ཡིན་ཟེར་བ་རེད། ད་དེ་ནས་རྨད་དུ་བྱུང་བའི་སྡེ་གང་རྨད་བྱུང། རྨད་དུ་བྱུང་ཆོས་ཀྱི་སྡེ། ཆོས་སྐྱེས་སམ་སྐྱེས་མ་རེད། འབྲིང་པོ་མར་གྱི་གུ་རེད། རྨད་དུ་བྱུང་བའི་ཆོས་ཀྱི་སྡེ་གང་ཞེ་ན། ད་རྨད་དུ་བྱུང་བའི། ཆོས་ཀྱི་སྡེ་ཟེར་ན་གང་འདྲ་ཅིག་ལ་ཟེར་གྱི་རེད་ཟེར། ལན་ལ། གང་ལས་ཉན་ཐོས་དང་བྱང་ཆུབ་སེམས་དཔའ་དང་སངས་རྒྱས་རྣམས་ཀྱི་ངོ་མཚར་རྨད་དུ་བྱུང་བའི་ཆོས་བསྟན་པའོ་སྟེ། ད། ཉན་ཐོས་ཀུན་དགའ་བོ་ལྟ་བུའི་ཐོས་པའི་ཡོན་ཏན་གྱི་སྐོར། ཤེས་རབ་བུ་ལྟ་བུའི་ཤེས་རབ་ཀྱི་ཡོན་ཏན་གྱི་སྐོར། མོའོ་མགར་བུ་ལྟ་བུའི་རྫུ་འཕྲུལ་གྱི་ཡོན་ཏན། ལ་སོགས་པ་ཉན་ཐོས་ཀྱི་ཡོན་ཏན་སྟོན་པ། ཨ་ནི་འཇམ་དཔལ་དབྱངས་ཀྱི་མཁྱེན་རབ། སྤྱན་རས་གཟིགས་ཀྱི་སྙིང་རྗེ། ཕྱག་ན་འབེབས་པའི་ནུས་པ། ལ་སོགས་བྱང་ཆུབ་སེམས་དཔའི་ཡོན་ཏན་བསྟན་པ། དེ་ནས། སངས་རྒྱས་ཤ་རྒྱུད་ཐུབ་པའི་བརྩོན་འགྲུས། ཀྱི་དཀོར་གྱི་ཡོན་ཏན། འོད་དཔག་མེད་ཀྱི་སྐུ་ཚེའི་ཡོན་ཏན། ཀུན་ཏུ་བཟང་པོའི་ཞིང་ཁམས་ཀྱི་ཡོན་ཏན་ལ་སོགས། སྟོན་པའི་མདོ་ལ། རྨད་དུ་བྱུང་བའི་ཆོས་ཀྱི་སྡེ་ཟེགས་རེ་ཟེགས་པ་རེད། ད། བསྟན་ལ་ཨ་ཕའི་སྡེ་གང་ཞེ་ན།

ཆོས་རྣམས་ཀྱི་རང་གི་མཚན་ཉིད་མི་རྟག་སྟོང་པ་ལ་སོགས་པ། སྤྱིའི་མཚན་ཉིད་བདག་མེད་ལ་སོགས་པར་སྟོན་མཁན་གྱི་མདོ་ལ་ཟེར་གྱི་རེད་ཟེར་བ་རེད། འོ་འདིའི་བར་དུ་ཤེས་པ་རེད། ད་དེ་ནས་སྡེ་སྣོད་གསུམ་དུ་བསྡུ་བ་རེད། ད་སྡེ་སྣོད་གསུམ་ཟེར་གྱི་རེད། སྡེ་སྣོད་ཟེར་ན། ད་མདོར་ན་དེ་རེད། སྣོད་རང་རེད། ང་ཚོ་དེ་ག་སོ་ལྕགས་ལ་བླུགས་ས་སྣོད་རང་རེད་སྡེ་སྣོད་ཟེར་ན། ག་རེ་ཟེར་ན། བཅའ་ལག་བླུག་སའི་ནང་དུ་བཅའ་ལག་བླུག་བཞག་པ་བཅའ་ལག་བླུག་བཞག་པ་དང་འདྲ་བར། ཨེ་ནི་ག་སོ་རེད། དཔེར་ན་དེ་ག་སོ་རེད་མདོ་སྡེའི་སྡེ་སྣོད་འདྲ་བོ་ཡིན་ན། མདོ་སྡེ། མདོ་སྡེའི་སྡེ་སྣོད་ནང་ལ། དེ་ནི། བཅའ་ལག་དང་འདྲ་བའི་ཏིང་ངེ་འཛིན་གྱི་སྐོར་མང་པོ་ཞེ་བོ་ཅིག་བླུག་བཞག་པ་ཡིན་དུས། ཨེ་ནི་མདོ་སྡེའི་སྡེ་སྣོད་ཟེར་རོ། དུར་བའི་སྡེ་སྣོད་ཟེར་ན། དུར་བའི་སྡེ་སྣོད་སྣོད་དང་འདྲ་བའི་ནང་དུ། ཡང་ན་ཚུལ་ཁྲིམས་ཀྱི་སྐོར་གྱི། ལྕགས་ལ་དང་འདྲ་བའི་ཚུལ་ཁྲིམས་སྐོར་མང་པོ་ཡོད་པ་ཡིན་དུས་བསྡུ་བའི་སྡེ་སྣོད་ཟེར་བ་ལ། ད་སྡེ་སྣོད་གསུམ་ཟེར་རོ། སྡེ་སྣོད་སུ་ད་གསུང་རབ་ཡན་ལག་བཅུ་གཉིས་ཏེ་ད་གོང་དུ་བཤད་པའི། སངས་རྒྱས་ཀྱི་གསུང། མདོ་མ་འདྲ་བ་བཅུ་གཉིས་བྱུང་བར། བ་དེ་ཚོ་ཚང་མ་སྡེ་སྣོད་གསུམ་དུ་བསྡུས་འགྲོ་གི་རེད་ཟེར་བ་ལ་སྡེ་སྣོད་གསུམ་དུ་བསྡུ་བ་ལ་དོན་དངོས་བསྟན་པ་དང་བསྡུ་བའི་རྒྱུ་མཚན་བཤད་པ་གཉིས་ཡོད་པའི་ནང་ནས་དང་པོ་དོན་དངོས་ནི་ཟེར་བ་ལ། དེ་བས་ནི། མདོ་སྡེ་ལ་སོགས་འདི་དག་སྡེ་སྣོད་གསུམ་དུ་འགྱུར་ཏེ་སྟེ། གོང་དུ་བཤད་ཟིན་པའི་གསུང་རབ་ཡན་ལག་བཅུ་གཉིས་དེ། སྡེ་སྣོད་གསུམ་གྱི་ནང་དུ། བསྡུས་ན་བསྡུས་དྲུག་རེ་ཞེས་པ། མདོ་སྡེ་ལ་སོགས་འདི་དག་ནི་སྡེ་སྣོད་གསུམ་དུ་འགྱུར་ཏེ། གོང་དུ་བཤད་ཟིན་པའི

དེ་ནས། རྡོ་རྗེའི་སྡེ་དང་གཅིག། དབྱངས་ཀྱིས་བསྙད་པའི་སྡེ་དང་གཉིས། ལུང་དུ་བསྟན་པའི་སྡེ་དང་གསུམ། ཚིགས་སུ་བཅད་པའི་སྡེ་དང་བཞི། ཆེད་དུ་བརྗོད་པའི་སྡེ་རྣམས། ཉན་ཐོས་ཀྱི་མདོ་སྡེའི་སྡེ་སྣོད་ཀྱི་ནང་དུ་བསྡུས་གྲུབ་པ་རེད། ཨ་ནི། གླེང་གཞིའི་སྡེ་དང་རྟོགས་པ་བརྗོད་པའི་སྡེ་དང་དེ་ལྟ་བུ་འབྱུང་བའི་སྡེ་དང་སྐྱེས་པའི་རབས་ཀྱི་སྡེ་འཁོར་དང་བཅས་པ་འདུས་པའི་སྡེ་སྣོད་དུ་སྟེ། དེ་ནས་དེར་བ། ལྟ། གླེང་གཞིའི་སྡེ་དང་གཅིག། རྟོག་པ་བརྗོད་པའི་སྡེ་དང་གཉིས། དེ་ལྟ་བུ་འབྱུང་བའི་སྡེ་དང་གསུམ། སྐྱེས་པའི་རབས་ཀྱི། སྡེ་འཁོར་དང་བཅས་པ་ཚང་མ། བསྡུས་པའི་སྡེ་སྣོད་ཀྱི་ནང་ལ་བསྡུས་འགྲོ་བ་རེད། དེ་ནས། ཤིན་ཏུ་རྒྱས་པའི་སྡེ་དང་རྨད་དུ་བྱུང་བའི་ཆོས་གང་ཡིན་པ་དེ་ནི་བྱང་ཆུབ་སེམས་དཔའི་སྡེ་སྣོད་དུ་སྟེ། ཤིན་ཏུ་རྒྱས་པའི་སྡེ་ཟེར་རྒྱུ་དང། རྨད་དུ་བྱུང་བའི་ཆོས་ཀྱི་སྡེ་ཟེར་རྒྱུའི་དོན་དུ་བྱང་ཆུབ་སེམས་དཔའི་མདོ་སྡེའི་སྡེ་སྣོད་ཀྱི་ནང་ལ་བསྡུས་འགྲོ་བ་རེད། དེ་ནས། བསྟན་ལ་ཨ་བར་བསྟན་པའི་མདོ་སྡེ་ནི་གཉིས་ཀའི་ཆུ་མངོན་པའི་སྡེ་སྣོད་དུ་སྟེ་སོ་ད་སྟེ། དེ་ནས། བསྟན་ལ་ཨ་བར་བསྟན་པའི་བསྟན་ལ་ཨ་བར་བསྟན་པའི་སྡེ་ཟེར་རྒྱུ་དེ་ཉན་ཐོས་ཀྱི་སྡེ་སྣོད་དང། བྱང་ཆུབ་སེམས་དཔའི་སྡེ་སྣོད་གཉིས་ཀའི་ནང་ལ་བསྡུས་དྲུག་རེད། འོ་དེའི་བར་དུ། དེ་རུ་བ་བསྡུས་དང་སྐོར་བཤད་པ་རེད་ད་བསྡུས་དང།

ལྟ་དེ། འདུལ་བའི་རྒྱུ་མཚན་རེ་བ་འདུལ་བའི་རྒྱུ་མཚན་ཅིའི་ཕྱིར་སྡེ་སྣོད་དེ་བཞིན་གཤེགས་པ་རྣམས་ཀྱི་མདོ་སྡེའི་སྡེ་སྣོད་སྡེ་སྣོད་སོགས་རྣམ་པར་རྣམ་པར་གཞག་ཟིན་ལ་གསུངས་པའི་དོན་དག་རེ་ཡང་བྱས་ལ་ཅིའི་ཕྱིར་དེ་བཞིན་གཤེགས་པ་རྣམས་ཀྱི་སྡེ་སྣོད་གསུམ་རྣམ་པར་གཞག་ཅེ་ན། ཟེར་ན། གར་བྱེད་ནས་སངས་རྒྱས་ཀྱིས་སྡེ་སྣོད་གསུམ་གསུངས་པ་རེད། དྲི་བ། འདིར་བ། ཅིའི་ཕྱིར་དེ་བཞིན་གཤེགས་པ་རྣམས་ཀྱིས་སྡེ་སྣོད་གསུམ་རྣམ་པར་གཞག་ཅེ་ན། ད་འདི་ལ་རྣམ་པར་གཞག་རྣམ་པར་གཞག་ཚང་མ་གསུངས་པའི་དོན་དག་རེད། ཅིའི་ཕྱིར་དེ་བཞིན་གཤེགས་པ་རྣམས་ཀྱིས་སྡེ་སྣོད་གསུམ་རྣམ་པར་གཞག་ཅེ་ན་དེ་གར་ཅེ་ན་སངས་རྒྱས་ཀྱིས་སྡེ་སྣོད་གསུམ་གསུངས་པ་རེད་ཟེར་བ་རེད། ཨ་ནི་ལན་ལ། ལན་ལ་དེ་ལན་གསུམ་རེད། སྤང་བྱའི་དབང་དུ་བྱས་ནས་ལན་སྤྲད་པ། བསྒྲུབ་བྱའི་དབང་དུ་བྱས་ནས་ལན་སྤྲད་པ། བྱེད་ལས་ཀྱི་དབང་དུ་བྱས་ལན་སྤྲད་པ་གསུམ་ཡོད་པའི་ནང་ནས། དང་པོ་ནི། སྤང་བྱའི་དབང་དུ་བྱས་ལན་དྲིས་པར། ཉེས་པའི་ཉོན་མོངས་པ་ཐེ་ཚོམ་གྱི་གཉེན་པོར་མདོ་སྡེའི་སྡེ་སྣོད་རྣམ་པར་གཞག་གོ་སྟེ། དེ་ནས་གདུལ་བྱ་རྣམས་ཀྱི་ཐེ་ཚོམ་སྤང་པའི་ཕྱིར་དུ་མདོ་སྡེའི་སྡེ་སྣོད་སངས་རྒྱས་ཀྱིས་གསུངས་པ་རེད། ཉེས་པའི་ཉོན་མོངས་པ་ཐེ་ཚོམ་གྱི་གཉེན་པོའི་ཕྱིར་མདོ་སྡེའི་སྡེ་སྣོད་རྣམ་པར་གཞག་གོ་སྟེ། གདུལ་བྱ་རྣམས་ཀྱི་ཐེ་ཚོམ་སྤངས་པའི་ཆེད་དུ་མདོ་སྡེའི་སྡེ་སྣོད་སངས་རྒྱས་ཀྱིས་གསུངས་པ་རེད་ཟེར་བ་རེད། ཉེ་བའི་ཉོན་མོངས་མཐའ་གཉིས་དང་ལྡན་པའི་གཉེན་པོའི་ཕྱིར་བསྡུས་པའི་སྡེ་སྣོད་རྣམ་པར་གཞག་གོ་སྟེ་ཟེར་བ་རེད། སྐྱིད་པོ་བཞི་བོ་གཅིག་གི་ཐོག་ནས་ཉམས་ལེན་བྱས་དང། སྡུག་པོ་བཞི་བོ་གཅིག་གི་སྒོ་ནས་ཉམས་ལེན་བྱས། དེ་གཉིས་ཀ་སྤོང་བའི་ཆེད་དུ་སངས་རྒྱས་ཀྱིས་བསྡུས་པའི་སྡེ་སྣོད་གསུངས་པ་རེད་ཟེར་བ་རེད། ད་སྤྱོད་པ་དབུ་མ་སྲིད་རེད།

སྐྱིད་པོ་བཞི་བོ་གཅིག་གི་སྒོ་ནས་ཉམས་ལེན་བྱས་དང། སྡུག་པོ་བཞི་བོ་གཅིག་གི་སྒོ་ནས་ཉམས་ལེན་བྱས་དེ་གཉིས་ཀ་སྤངས་པའི་ཆེད་དུ་སངས་རྒྱས་ཀྱི་འདུལ་བས་དེ་ནས་གསུངས་པ་ཡིན་ཟེར་བ་དང། དེ་ནས་རང་གི་ལྟ་བ་མཆོག་ཏུ་བཙལ་བ་ཉེ་བའི་ཉོན་མོངས་པ་གཉེན་པོའི་ཕྱིར་ཆོས་མངོན་པའི་སྡེ་སྣོད་རྣམ་པར་གཞག་གོ་སྟེ་ཟེར་བ་སྟེ། རང་གི་ལྟ་བ་ཁོ་ན་མཆོག་ཡིན་ཞེས་པའི་ཕྱོགས་འཛིན་སྤོང་བའི་ཆེད་དུ་ནི་མངོན་པའི་སྡེ་སྣོད་གསུངས་པ་ཡིན་ཟེར་བ་རེད།

ཏིང་ངེ་འཛིན་དང་གཅིག། ཤེར་གཉིས་ཚུལ་ཁྲིམས་གསུམ་ལ་སློབ་སྦྱོང་བྱེད་ཆེད་དུ། ཨ་ནི་སངས་རྒྱས་ཀྱི་མདོ་སྡེའི་སྡེ་སྣོད་གསུངས་པ་རེད། དེ་ནས་ལྷག་པའི་ཚུལ་ཁྲིམས་དང་ལྷག་པའི་ལྷག་པ་ཟེར་བའི་རྒྱུ་མཚན་དེ། མུ་སྟེགས་པ་ལ་ཚུལ་ཁྲིམས་ཡོད་དེ་དེ་ལས་ཀྱང་ནང་པའི་ཚུལ་ཁྲིམས་དེ་བཞི་པོ་ཡག་ཡོད་པས་དུ་ལྷག་པའི་ཚུལ་ཁྲིམས་ཟེར་བ་རེད། ཨ་ནི། མུ་ཏིག་པ་ལ་ཏིང་ངེ་འཛིན་ཡོད་དོ་ཡོད་བར་ཐལ། དེ་ལས་ཀྱང་ནང་པའི་ཏིང་ངེ་འཛིན་དེ་ཡག་ཡོད་པ་ཡིན་དུས་ཨ་ནི་ལྷག་པའི་ཏིང་ངེ་འཛིན་ནི་བསིལ་བ་རེད། ཨ་ནི་མུ་ཏིག་པ་ལ་ཤེས་རབ་ཡོད་བར་ཐལ་དེ་ལས་ཀྱང་ནང་པ་དེ་ཡག་ཡོད་དུས་ལྷག་པའི་ཤེས་རབ་བསིལ་བ་རེད་ད་ང་ཚོ། ད། སྡེ་སྣོད་གསུམ་གྱི་བརྗོད་བྱ་གསུམ་སྡེ་སྣོད་གསུམ་དེ་ག་རེད། མདོ་སྡེ་སྡེ་སྣོད་རེད་བ། དེ་གི་བརྗོད་བྱ་དེ་ག་རེད། ཏིང་ངེ་འཛིན་གྱི་བསླབ་པར་ལྷག་པ་ཏིང་ངེ་འཛིན་གྱི་བསླབ་པ་རེད། ཉན་ཐོས་མུ་སྟེགས་ལས་ཀྱང་ཡག་ག་ཡོད་པས་ཨེ་ནས་ཏིང་ངེ་འཛིན་གྱི་སྐོར་དུ་ཚོ་རེད། ཏིང་ངེ་འཛིན་ཉམས་ལེན་བྱེད་དོ། དེ་རེ་བ་ད་འདྲ་དེ་ག་ལྷག་པའི་ཚུལ་ཁྲིམས་དང་ལྷག་པའི་སེམས་ཀྱི་སེམས་ཀྱི་བསླབ་པ་བསྒྲུབ་པའི་ཕྱིར་དུ་འདུལ་བའི་སྡེ་སྣོད་རྣམ་པར་གཞག་གོ་སྟེ། མུ་སྟེགས་པའི་ཚུལ་ཁྲིམས་ལ་ལྷག་པའི་ནང་པའི་ཚུལ་ཁྲིམས་དང། མུ་སྟེགས་པའི་ཏིང་ངེ་འཛིན་ལ་ལྷག་པའི་ནང་པའི་ཏིང་ངེ་འཛིན་རྣམས་ཉམས་སུ་ལེན་པའི་ཆེད་དུ་འདུལ་བའི་སྡེ་སྣོད་སངས་རྒྱས་གསུངས་པ་རེད་ཟེར་བ་འདི་རེད། དེ་ནས་དེའི་རྗེས་ལ་ད་ག་རེད་དེའི་རྗེས་ལ། དེ་ནས་ལྷག་པའི་ཤེས་རབ་ཀྱིས་བསླབ་པ་མངོན་པར་བསྒྲུབ་པར་བྱ་བའི་ཕྱིར་ཆོས་མངོན་པའི་སྡེ་སྣོད་རྣམ་པར་གཞག་པ་སྟེ། ཨ་ནི་མུ་སྟེགས་པའི་མུ་སྟེགས་པའི་ཤེས་རབ་ལས་ལྷག་པའི་ནང་པའི་ཤེས་རབ་ཉམས་སུ་ལེན་པར་བྱ་བའི་ཕྱིར་དུ་སངས་རྒྱས་ཀྱི་དངོས་པོའི་སྡེ་སྣོད་གསུངས་པ་ཡིན་ནོ་ཟེར་བ་རེད།